དེ་སྔ་གོང་ས་སོགས་སྐུ་སྐུ་ན་ཕྲ་མོའི་སྐབས་ལ་ཡ་ད་རྒྱ་མི་དཔོན་པོ་འདི་འདྲ་ཐུག་དུས་ཙམ་མ་ནི། བཀའ་སློབ་ག་འདྲས་བྱུང་ཡོད་བཀའ་མོལ་འདི་འདྲས་ག་འདྲས་བྱུང་ཡོད་མེད་གསུང་གི་འདུག་བ། སྐབས་དེ་དུས་ཙམ་མ་ནི་རྒྱ་ནག་གི་དབུ་ཁྲིད་དེ་འདྲས་ཀྱིས་རྒྱ་ནག་གི་དཔོན་པོ་དེ་འདྲས་ཀྱིས་གོང་ས་མཆོག་ལ་ཞུས་འདུག་བ། སྤྱི་ཐང། རྒྱ་མི་རྒྱ་རབ་མན་ཇུ་ནི་སྤྱི་ཐང་རྒྱ་རབ་ནི་མན་ཇུ་བར་ལ་ཡ། བོད་དེ་རྒྱ་ནག་གི་ཆ་ཤས་ཡིན་པ། རྒྱ་མི་རྒྱ་རབས་སྐྱོ་བ་ཡིག་འབྲུ་ཞིག་བསྟན་ཡས་ཡོག་མ་རེད། ཡིན་པ་ཡིན་ན་ཡང་ད་བོད་དེ་རྒྱ་མི་ཁུངས་ཡིན་པ། སྒྲུབ་མཁན་འདྲ་བོ་དེ། བོད་ཡིན་ན་བསད་བས་ཀྱི། ལོ་རྒྱུས་དེ་རུ་ཆགས་བསྡད་ཡོག་རེད། དེ་འདྲས་ཀྱི་ལོ་རྒྱུས་དེ་ཚོ་ཡང་ང་ནི་ང་ཚོ་བོད་པ་ཚོ། དངུལ་ལ་དགའ་བ་དེ་འདྲས་ཀྱི་ཡང་ནི་རྒྱ་ནག་གོང་མས་ཀྱི་མཆོད་ཡོན་སྦྱིན་སྟངས་ངོ་སྲུང་ཡག་ཆེད་དུ་བལ་ཞེན་བྲིས་ཆགས་པ་དེ་འདྲས་ཡིན་གྱི་རེད་བ། ད་དུས་ད་ལྟ་ཡིན་ན་ཡང་ང་ནི་བོད་དེ་རྒྱ་མིའི་ཆ་ཤས་སྒྲུབ་མཁན་འདྲ་བོ།

རང་བཙན་མཚན་ལྡན་ཡིན་པ་ཡིན་ན་བཀའ་ཁྲོལ་ཞུ་དགོས་དོན་མི་འདུག་བ། འདི་བཀའ་ཁྲོལ་ཞུ་ཡ་དེ་ང་ནི་བོད་དེ་རང་བཙན་མཚན་ལྡན་མ་ཡིན་པ་ཞིག་ལ་ཡ་སྒྲུབ་ཡ་གི་ཐབས་ཤེས་གནང་གི་འདུག་བ། དངོས་གནས་བྱས་ན། དེའི་ཚེ་དེའི་སྐབས་ཀྱི་གནས་སྟངས་དེ་ལ་ཡ་ད་ག་ལེ་བ་རེད། རྐྱེན་ངན་གྱི་དབང་གིས་གནས་སྟངས་འགྱུར་བ་ཕྱིན་པ་ལས། བོད་དེ་སྔ་སྔ་མོ་ནས་རང་བཙན་མཚན་ལྡན་ཡིན་ན་རང་བཙན་གཙང་མའི་རྒྱལ་ཁབ་ཅིག་མ་ཡིན་པ་གི་སྒྲུབ་བྱ་དེ་མ་རེད་བ། ཡིན་པ་ཡིན་ན་ད་རྒྱ་མི་གི་མཐུན་རྐྱེན་སྒྲུབ་ཡ་ཆེད་དུ་ད་བཀའ་མོལ་དེ་འདྲི་ཅིག། གསུང་དགོས་ཀྱི་ཡོད་ན་ག་རེ་ཡིན་ན་ད། བྱེད་སྟངས། ད་ཡམ་ཙེ་མོ་དྲོ་ཆགས་ཀྱི་འདུག་བ། ད་འདི་འདྲ་འདྲ་ཅིང།